རྣམ་གླིང་གི་སྐུ་ངམ་སངས་འདི་བོད་ཀྱི་རླུང་འཕྲིན་ཡིན། བར་ལམ་བོད་སྐད་ཐོག་ཡོད་པའི་རང་དབང་ལྡན་པའི་ཨ་རིའི་བོད་སྐད་རླུང་འཕྲིན་གཉིས་ལས་མཚམས་བཞག་པ་དེ་ནི། གཞིས་བྱེས་གཉིས་སུ་གནས་པའི་ལས་རིམ་སྲིད་སྲིད་གནང་མཁན་ཡོངས་ལ་ཧ་ཅང་གི་བློ་ཕམ་གྱི་གནས་ཚུལ་ཞིག་ཏུ་གྱུར་ཡོད། ཡིན་ན་ཡང་གསར་འགོད་པའི་ལས་འགན་དང་དེའི་གལ་གནད་གཞི་རྩ་བཟུང་ནས། ང་ཚོ་ཨ་རི་རླུང་འཕྲིན་ཁང་གི་གསར་འགོད་པ་གཟུ་བོ་གསུམ་གྱིས་རྒྱལ་བའི་བཀའ་དགོངས་སྙིང་ལ་བཅངས་ནས། མ་སྐུལ་དང་བླངས་ཀྱིས་བོད་ཀྱི་རླུང་འཕྲིན་དེ་གསར་དུ་འགོ་འཛུགས་ཞུས་པ་ཞིག་ཡིན་ལ། གཞིས་བྱེས་གཉིས་སུ་གནས་པའི་བོད་མི་ཡོངས་ལ་བོད་སྐད་ཀྱི་ཐོག་དྲང་བདེན་གྱི་གསར་འགྱུར་དུས་ཐོག་ཏུ་མཁོ་སྤྲོད་བྱ་རྒྱུའི་འབད་བརྩོན་ཞུ་བཞིན་ཡོད།
ད་ལྟ་རྣམ་པ་ཚོས་གསན་གཟིགས་གནང་བཞིན་པ་འདི་ནི་བོད་ཀྱི་རླུང་འཕྲིན Tibet Radio ཡིན། མཁྱེན་གསལ་ལྟར་བོད་ཀྱི་རླུང་འཕྲིན་གྱི་ལས་རིམ་ནང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཆར་ཁག་གཙོས། བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་དང་བོད་དོན་འཐབ་རྩོད། རྒྱལ་སྤྱིའི་གནད་དོན་སོགས་དྲང་བདེན་གྱི་གསར་འགྱུར་མཁོ་སྤྲོད་དང། བྱེ་བྲག་ཏུ་རྒྱ་ནག་གཞུང་གིས་བོད་ཀྱི་ལོ་རྒྱུས་དང་བོད་ནང་གི་དངོས་ཡོད་གནས་བབ་འགེབས་སྲུང་གིས་ལོག་འགྲེལ་བྱེད་བཞིན་པར་དྲང་བདེན་ཐོག་གདོང་ལེན་བྱ་རྒྱུ་བཅས་ཡིན། དེ་ཡང་བོད་ཀྱི་རླུང་མཁྲིས་གང་ས་ཚུགས་བྱས་ནས་བསྡད་པའི་ཟླ་བ་བཞིའི་ལས་ཡུན་ནང། མི་ཆ་དང་ཡོ་བྱད་ཀྱི་མཐུན་རྐྱེན་ཞན་པོ་ཡོད་མེད་ལ་མ་ལྟོས་པར་བོད་ཀྱི་རླུང་འཕྲིན་གྱིས་བརྙན་ལམ་ནས་བཟོ་སྐྲུན་བྱས་པའི་བོད་དང་རྒྱལ་སྤྱིའི་གསང་རྒྱུད་གྲངས་བརྒྱ་དང་དྲུག་ཅུ་ལྷག་དང་བཙན་བྱོལ་བོད་མིའི་དངོས་ཡོད་ཀྱི་འཚོ་བ་མཚོན་པའི་དངོས་བྱུང་གློག་བརྙན་བཟོ་སྐྲུན་གྱིས་རྒྱང་བསྲེས་ཞུས་ཡོད་ལ། སྤོརྟ་ཁ་སམ། བལ་གཏམ་གྱི་དམིགས་བསལ་ལས་རིམ་ཉི་ཤུ་ལྷག་རྒྱང་བསྲེས་ཞུ་ཐུབ་པ་བྱུང་ཡོད། འདས་པའི་དུས་ཡུན་ཐུང་ངུ་དེའི་ནང་རྒྱ་ཆེའི་མང་ཚོགས་ཀྱི་དོ་ཁུར་འོག་བོད་ཀྱི་རླུང་འཕྲིན་གྱི་བརྒྱུད་ལམ་ཁག་བརྒྱུད་ནས་སེམས་གཟིགས་གནང་མཁན་ཁྱོན་ས་ཡ་བརྒྱད་ལྷག་བརྒལ་བ་བྱུང་སོང། འོན་ཀྱང་དེ་ནི་ང་ཚོའི་ལས་གཞི་འགོ་བཙུགས་ཙམ་ཞིག་ཡིན་པས། མ་འོངས་པ་གསར་ཁང་དེ་ཚད་ལྡན་ཞིག་དང་རྒྱལ་སྤྱིའི་ཁྱོན་དུ་གནས་ཚུལ་ཁྱབ་སྤེལ་ཇེ་ཆེ་ཡོང་བ། ལྷག་པར་དུ་མ་འོངས་བོད་ཀྱི་མི་རབས་གསར་པའི་གསར་འགོད་པ་གསོ་སྐྱོང་གང་མང་ཡོང་བ་སོགས། བར་ལམ་བོད་ཀྱི་གསར་འགོད་ལས་རིགས་ཐོག་འཕྲད་པའི་དཀའ་ངལ་དེ་དག་སེམས་ལ་བཅངས་ནས། བོད་མི་རང་ཉིད་ཀྱི་རྒྱབ་སྐྱོར་ལ་བརྟེན་པའི་རང་ཁ་རང་གསོའི་རང་དབང་ལྡན་པའི་གསར་ཁང་ཞིག་ཡོང་བའི་དོན་དུ་གོ་སྐབས་འདི་བརྒྱུད། ལྷན་རྒྱས་ནས་བོད་ཀྱི་རླུང་འཕྲིན་གྱི་ལས་རིམ་དེའི་ཐོག་དཔལ་འབྱོར་གྱི་མཐུན་འགྱུར་རོགས་རམ་གང་ཐུབ་གནང་བའི་འབོད་སྐུལ་ཞུ་བཞིན་ཡོད། དེ་ཙམ་མ་ཟད་གསར་ཁང་འདི་རྒྱུན་གནས་ཡོང་ཐབས་སུ་ལས་ཞོར་དུ་ཚོགས་སྐྱིད་ཁག་ལ་ཐད་གཏོང་དང་བརྙན་ལེན་ཞབས་ཞུ། ཚོང་གི་བརྡ་ཁྱབ་བཟོ་སྐྲུན་སོགས་ལས་དོན་བསྒྲུབས་དང་སྒྲུབ་མུས་ཡིན། གསར་ཁང་དེ་ནི་མི་མང་གི་དོན་དུ་བཙུགས་པ་ཞིག་ཡིན་ལ་མི་མང་གི་རྒྱབ་སྐྱོར་ནི་མེད་དུ་མི་རུང་བའི་ང་ཚོའི་སྟོབས་ཤུགས་ཤིག་ཀྱང་ཡིན། ང་ཚོ་གསར་འགོད་པ་གསུམ་ནི་བོད་ནང་སྐྱེས་ཤིང་བོད་ནང་གི་དངོས་ཡོད་གནས་ཚུལ་གང་ཙམ་མཐོང་ཐོས་མྱོང་གསུམ་ཡོད་མཁན་ཞིག་ཡིན་པས། གཞིས་ལུས་བོད་མིའི་དཀའ་སྡུག་སྙིང་ལ་བཅངས་ཅིང་སླད་ཕྱིན་དཀའ་ངལ་ཇི་འདྲ་ཞིག་འཕྲད་ཀྱང་དྲང་བདེན་གྱི་གསང་རྒྱུ་སྤེལ་རྒྱུ་དང། གསར་འགོད་པའི་ལས་འགན་དེ་ནས་ནམ་ཡང་ཕྱི་བཤོལ་བྱེད་རྒྱུ་མེད་པའི་ཆོད་སེམས་བརྟན་པོ་ཡོད། གལ་ཏེ་ཁྱེད་རྣམ་པས་ང་ཚོའི་ལས་དོན་དེའི་ཐོག་རྒྱབ་སྐྱོར་གནང་འདོད་ཡོད་ཚེ། གཤམ་གྱི་ཁ་པར་ཨང་གྲངས་དང QR Code། ཡང་ན་དངུལ་ཁང་སོགས་ནས་རོགས་རམ་གནང་ཐུབ་ཀྱི་ཡོད། ང་ཚོའི UPI ID ནི། TIBEDRADIO། གཉིས་ལས་གོ་གཉིས་ལྔ། at ok ICICI། ཡིན། ང་ཚོའི UPI གྱི་ཨང་གྲངས་དེ་ནི་བརྒྱད་དྲུག་གཉིས། བརྒྱད་བརྒྱད་ལས་གོ། གསུམ་དགུ་བརྒྱད་བརྒྱད་ཡིན། ལྷན་རྒྱས་ནས་བོད་ཀྱི་རླུང་འཕྲིན་གྱི་ལས་རིམ་དེའི་ཐོག་རྒྱབ་སྐྱོར་གང་མང་གནང་བའི་འབོད་སྐུལ་ཞུ་རྒྱུ་ཡིན། ལྷན་རྒྱས་ཐོག་མཆན་གནང།